མང་ཚོགས་ཀྱིས་ང་ལ་ཡང་སྲིད་སྐྱོང་འགན་བསྐུར་བ་ཡིན་ན། ཨ་ནི་རྒྱ་ནག་གིས་བོད་ལ་འཛིན་པའི་སྲིད་བྱུས་དང་བོད་དོན་དྲིལ་བསྒྲགས། དེའི་སྐོར་དེ་ལ་ཡང་འཛིན་སྐྱོང་བཀའ་ཤག་གར་ཅིག་རེད་ཟེར་ཡ་དེ་རེད་དཀའ་བ། རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པའི་ལོ་ངོ་དྲུག་ཅུ་ལྷག་གི་རིང། ལོ་རབས་བརྒྱད་ཅུའི་ནང་ལོ་ཤས་ཀྱི་གུ་ཡངས་སྲིད་ཇུས་བྱུང་བ་ཕུད་རྒྱ་ནག་གི་འགོ་ཁྲིད་རིམ་པས་བོད་མི་རིགས་ཀྱི་ངོ་བོ་བསྒྱུར་ཐབས་ཀྱི་སྲིད་ཇུས་ལག་བསྟར་མཚམས་འཇོག་བྱས་མྱོང་མེད་པ་མ་ཟད། ད་ལྟའི་ཆར་ཉེན་ཚབས་སྔར་ལས་ཆེ་བ་ཡོང་གི་ཡོད་སྟབས། བཀའ་ཤག་གིས་རྒྱ་ནག་གིས་བོད་དུ་འཛིན་པའི་སྲིད་ཇུས་དང། དེ་བསྟུན་གྱིས་ལས་འཆར་ཁག་གི་ཤུགས་རྐྱེན་དང་མཇལ་འཕྲད་ལ་བསམ་ཞིབ་འཕྱུགས་མེད་ཐོག་རྒྱུ་མཚན་གཞི་རྩ་ཚད་ལྡན་དང་དཔྱད་ཞིབ་གནད་འཁེལ་གྱི་སྒྲུབ་བརྟོལ་རྨང་གཞིར་བཞག་སྟེ། ཆ་སྒྲིག་བྱས་པའི་ཐབས་ཇུས་རྣམས་སྐབས་བསྟུན་གྱིས་ལག་བསྟར་ཡོང་ཐབས་སྒོ་ཀུན་ནས་འབད་བརྩོན་བྱེད་ཀྱིན་ཡིན། ཁ་བ། བོད་ཀྱི་གནད་དོན་ཐག་གཅོད་བྱེད་པའི་མཐའ་མཇུག་གི་ཐབས་ལམ་ཞིག་མ་རྙེད་བར་དུ། རྒྱ་ནག་གཞུང་གིས་བོད་ཀྱི་སྣོད་བཅུད་གཉིས་ཀར་གནོད་འཚེ་གཏོང་བའི་ནོར་འཁྲུལ་ཅན་གྱི་སྲིད་ཇུས་ནམ་དང་ཇི་བྱུང། གང་ན་ཇི་ཡོད། ཐེར་འདོན་བྱས་པའི་ཐོག་ནས་ང་ཚོས་རྒྱ་ནག་གི་དབང་འཛིན་པ་ཚོར་སྐབས་འཕྲལ་མཚམས་འཇོག་གམ་གཡོ་བསྲང་དགོས་པའི་གདོང་ལེན་ཚམ་ཚོམ་མེད་པར་བྱ་རྒྱུ། ཁ་བ། བཀའ་ཤག་གི་ངོས་ནས་བོད་འབྲེལ་གནས་ཚུལ་རྣམས་དངོས་ཡོད་གནས་ཚུལ་གཞི་ལ་བཞག་ཅིང། དོན་སྙིང་ལྡན་པ། དེང་དུས་ཀྱི་འཕྲུལ་རིག་དང་མཐུན་པ་བཟོ་ཐབས་སུ་གཞུང་སྒེར་གྱི་ནུས་པ་མཉམ་སྤུངས་བྱ་རྒྱུ་དང། བོད་དོན་ཞུ་གཏུག་སྐབས་སུ་གནས་ཡུལ་གཞུང་དང་གྲོས་ཚོགས། བློ་མཐུན་ལྟེ་གནས། གསར་འགྱུར་བརྒྱུད་ལམ་ཁག་བཅས་ལ་བོད་འབྲེལ་གནས་ཚུལ་དུས་ཐོག་འདོན་སྤྲོད་ཞུ་རྒྱུ་མ་ཟད། བོད་མིའི་སྒྲིག་འཛུགས་ཀྱི་བསམ་ཚུལ་དང་དགོས་འདུན་གང་ཡིན་སྐབས་འཕྲལ་སོ་སོར་ལམ་སྟོན་ཁ་གསལ་བྱེད་ཀྱི་ཡིན། ལྔ་པ། ངའི་ངོས་ནས་བོད་ཀྱི་བདེན་དོན་འཐབ་རྩོད་དང། སྤྱི་ཚོགས་འཛུགས་སྐྲུན་ཆེད་གཞོན་སྐྱེས་གཙོ་བོ་བྱས་པའི་བོད་རིགས་དང་བླངས་པའི་བོད་དོན་ཞུ་གཏུག་གི་དཔུང་སྡེ་ཞིག་བཙུགས་འགེལ་ཁ་ཚ་དགོས་གཏུག་ཏུ་མཐོང་གི་ཡོད་པ་ལྟར། མཉམ་འབྲེལ་རྒྱལ་ཚོགས་ཀྱིས་མཚོན་པའི་རང་དབང་དང་དྲང་བདེན་ལ་དགའ་བའི་རྒྱལ་ཁབ་ཁག་ལ་འབྲེལ་གཏུག་ཀྱིས་ང་ཚོར་ཆབ་སྲིད་དང་དཔལ་འབྱོར་གྱི་རྒྱབ་སྐྱོར་སྔར་ལྷག་ཡོང་ཐབས་སུ་གཞོན་སྐྱེས་ཚོའི་སེམས་ཤུགས་དང་རིག་རྩལ་འདོན་པའི་ཐབས་ཚུལ་ཇི་དགེ་འབྲེལ་ཡོད་སོ་སོར་ལམ་སྟོན་དང་འགན་འཁུར་བྱེད་ཀྱི་ཡིན། བཅའ་བ། དང་བླངས་པའི་དཔུང་སྡེ་འདིས་ནུས་ལྡན་ཚགས་ཚུད་ཡོང་བ་ལ་སྒྲིག་འཛུགས་ཀྱི་ངོས་ནས་གཞོན་སྐྱེས་ཚོར་བགྲོ་གླེང་དང། ཟབ་སྦྱོང་གོ་སྒྲིག་དང། རྒྱ་ནག་གི་སྲིད་ཇུས་དང་བོད་དང་འབྲེལ་བའི་གནས་ཚུལ་མཁོ་འདོན། བོད་མིའི་སྒྲིག་འཛུགས་ཀྱི་བྱེད་སྒོའི་གནས་ཚུལ་འདོན་སྤྲོད་སོགས་དྲ་ལམ་བརྒྱུད་པའམ་ཡང་ན་ཐབས་ཚུལ་གསར་པ་སྤྱད་དེ་ལག་བསྟར་བྱ་རྒྱུར་ངའི་ངོས་ནས་ཆ་འགྲིག་ཞུས་དང་ཞུ་བཞིན་པ་ཡིན།